དང་ལྡན་འབྲས་གནས་བྱམས་པ་ལས། པའི་ས་སྐྱ་གོང་མ་ཁྲི་ཆེན་རིན་ཆེ་མཆོག་གི་དབུས་ས་སྐྱ་གོང་མ་ཁྲི་འཛིན་སྐུ་བགྲེས་གཞོན་རྣམ་པ་དང་ས་སྐྱའི་ས་ངོར་ཚར་ཚོང་བཞི་ཡི་མཁན་བླ་སྤྲུལ་དེ་བཞིན་ཕོ་བྲང་རྣམ་གཉིས་ཀྱི་གདུང་སྲས་སྐུ་སྒོར་རྣམ་པ་ཆེད་ཕེབས་ཀྱིས་སྦྱིན་སྲེག་ཁག་མི་འདྲ་བ་ལྔ་ཡི་ཐོག་ནས་ངོར་ཀླུ་སྡིངས་མཁན་ཆེན་འཇམ་དབྱངས་བསྟན་འཕེལ་ཉི་མ་མཆོག་གི་སྐུ་གདུང་ཞུགས་འབུལ་གནང་སོང། དེ་ཡང་དཔལ་ལྡན་ས་སྐྱ་པའི་གདན་ས་ཆེན་པོ་བཞི་ཡི་ཡ་གྱལ་ངོར་པའི་ཁྲི་རབས་དུས་ཡུན་རིང་ཤོས་དང། བྱེས་ཀྱི་ངོར་ཨེ་བམ་ཆོས་ལྡན་གླིང་མ་མགོན་ཕྱག་བཏབ་གནང་མཁན་ངོར་ཀླུ་ལྡིང་མཁན་ཆེན་འཇམ་དབྱངས་བསྟན་པའི་ཉི་མ་མཆོག་སྔ་ལོའི་ཕྱི་ཟླ་བཅུ་གཉིས་ཀྱི་ཚེས་ཉེར་གསར་བརྒྱད་ཉིན་གནས་མཆོག་རྡོ་རྗེ་གདན་དུ་དགུང་གྲངས་དགུ་བཅུ་གོ་གཉིས་སྟེང་དགོངས་པ་ཆོས་དབྱིངས་སུ་ཐིམ་ཡོད་པ་ལྟར་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གི་ལམ་སྟོན་ཕེབས་སའི་རིན་པོ་ཆེ་དམ་པ་དེ་ཉིད་ཀྱི་སྐུ་གདུང་དེ་རིང་གཞིས་ཁུག་བར་དུ་ཞུགས་འབུལ་མ་གནང་བར་རྡེ་ར་རྡུན་མ་འགྲུལ་བ་ལ་གདན་སར་གདན་འདྲེན་ཞུས་ཡོད་པ་དང་དེ་རིང་སྤྱི་ཟླ་གཉིས་པའི་ཚེས་བཅུ་དྲུག་ཉིན་ཀུན་རིག་སྦྱིན་སྲེག་དང་ཀྱེ་རྡོར་སྦྱིན་སྲེག་སོགས་ཐུན་མོང་མ་ཡིན་པའི་ཆོས་ཕྱོགས་ཀྱི་སྦྱིན་སྲེག་ཁག་མི་འདྲ་བ་ལྔ་ཡི་ཐོག་ནས་རིན་པོ་ཆེ་དམ་པ་དེ་ཉིད་ཀྱི་སྐུ་གདུང་ཞུགས་འབུལ་གནང་སོང། མཁན་ཆེན་དམ་པ་དེ་ཉིད་ཀྱི་སྐུ་གདུང་ཞུགས་འབུལ་གྱི་དུས་ཚིགས་དེའི་ཐོག་ལ་གཞན་ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་པའི་མཆོག་དང། བཀའ་ཤག་གི་སྐུ་ཚབ་བཀའ་བློན་རྒྱ་རི་སྒྲོལ་མ་མཆོག། རྒྱ་གར་གཞུང་གི་ནང་པའི་གྲངས་ཉུང་མི་རིགས་ཀྱི་ཚོགས་མི་རིན་ཆེན་ལྷ་མོ་ལགས་དང། ལ་དྭགས་པ་རྒྱ་གར་གྲོས་ཚོགས་འཐུས་མི་ཟུར་པ་སྐུ་ཞབས་ཐུབ་བསྟན་ཚ་བ་ལགས་སོགས་ཕེབས་འདུག་པ་དང། ཕྱི་ནང་གི་དད་ལྡན་མང་ཚོགས་སྟོང་ཕྲག་ཁ་ཤས་བཅར་ཡོད་པ་དེ་དག་ཁྲོད་བླ་མ་རྩ་ཆེ་དེ་འདྲ་ཞིག་དགོངས་པ་རྫོགས་པར་གདུང་ཤུགས་དྲག་པོས་མྱ་ངན་རྗེས་དྲན་ཞུ་བཞིན་པ་མངོན་རྒྱུ་འདུག། རིན་པོ་ཆེ་དང་དཔལ་བཀའ་དྲིན་ཆེན་པོ་རེད་ང་ཚོའི་འདུ་བ་ལས་ཁོང་སྐུ་འདོན་ནས་དབུ་འང་མང་པོ་ཞུས་ཚར་རེད།

ཁོང་གིས་འདི་སྐད་ཆ་བཤད་ཚར་ལ་ནི་འདི་བལ་རང་རྒྱབ་རེད། དེ་འདྲ་རེད་དེ་ནི་ཁོང་སྤུན་ཟླ་ང་ཚོའི་གཞིས་ཆགས་ཀྱི་དབང་དཔེ་མང་པོ་ཞུ་ཚར་རེད་དེ་ཁོང་ང་ཚོའི་རྩ་ཡིག་ལ་མ་རེ་བ། ད་དེ་ལྟར་བཀའ་དྲིན་ཆེན་པོ་ཡིན་ཁར་བ་ལ། ངོར་ཨེ་བུམ་ཆོས་ལྡན་དགོན་གྱི་དབུ་འཛིན་མཁན་པོ་མཁྱེན་བརྩེ་ལགས་ཀྱིས་སྐྱབས་མཆོག་བདེ་བར་གཤེགས་པ་རིན་པོ་ཆེ་དམ་པ་དེ་ཉིད་དགོངས་པ་ཆོས་དབྱིངས་སུ་ཐིམ་ནས་དེ་རིང་བར་དུ་བོད་གཞིས་བྱེས་གཉིས་སུ་ཉིན་གཅིག་མ་བྱས་པར། དགོངས་རྫོགས་སྒྲུབ་མཆོད་རྒྱས་པ་འཚོགས་ཡོད་ཅེས་གསུངས་གནང་སོང། ངོར་ཀླུ་ལྡིང་མཁན་ཆེན་རིན་པོ་ཆེ་དམ་པ་དེ་ཉིད་ནི་དགེ་ལྡན་སྤྱི་དང་བྱེ་བྲག་ཏུ་དཔལ་ལྡན་ས་སྐྱ་བ་ལ་ཧ་ཅང་གི་བཀའ་དྲིན་ཆེ་བའི་མཁས་གྲུབ་གཉིས་ལྡན་གྱི་དགེ་བའི་བཤེས་གཉེན་ཞིག་དང། ཁྱད་པར་དུ་རིན་པོ་ཆེ་དམ་པ་དེ་ཉིད་ཀྱི་མཛད་འཕྲིན་ཁྲོད་བོད་ལ་ཐེངས་ཁ་ཤས་ཕེབས་ནས་རབ་ཏུ་བྱུང་བ་ཁྲི་ཚོ་ཁ་ཤས་ལ་དགེ་ཚུལ་སློང་གི་སྡོམ་པ་འབོག་ཆོག་བཀའ་དྲིན་བསྩལ་ནས་དམ་ཆོས་འདུལ་བའི་བསྟན་པ་རིན་པོ་ཆེར་རླབས་ཆེན་གྱི་མཛད་རྗེས་འཇོག་གནང་མཛད་འདུག། ལྷག་པར་དུ་ད་དཔལ་ལྡན་ས་སྐྱ་པ་ལ་བཀའ་དྲིན་ཆེ་བའི་རྒྱུ་མཚན་གཞན་དག་ཅིག་དཔེ་མཚན་འདྲ་བོ་བྱས་པ་ཡིན་ན། ཨ་ནེ་དག་ད་ལྟ་ས་ཆ་པའི་བསྟན་པ་འཛིན་མཁན་གྱི་བསྟན་འཛིན་གྱི་བཤད་བུ་ནང་ནས་ད་སྐྱ་ངའི་གོང་མ་ཁྲི་འཛིན་རྣམ་པ་གཉིས་དབུས་པའི་དེ་ནས་འགོ་ཁྲེད་པ་རྣམ་པ་རེད་གཙོས་རྒྱལ་ཁྲེད་པ་རྣམ་པའི་དབུས་པའི་ད་གང་འདྲ་བོད་གངས་ཅན་ཡི་ལྗང་བ་དང་རྒྱ་གར་ཕ་བི་ཡོད་ད་ཤེས་རྒྱ་ཡུལ་གྲུ་ཁག་གང་འདྲ་དཔའ་བསྟན་ས་ཆ་པའི་བསྟན་པ་འཛིན་མཁན་གྱི་ད་ཅིག་གི་སློབ་མ་བློ་རྒྱལ་རྟོགས་པ་མང་ཆེ་བ་དེ་ད་ཁོང་གི་སློབ་མ་མ་བཅོས་པ་མེད་པ་ལྟ་བུའི་གནས་སྟངས་དེ་འདྲ་ཞིག་ཆགས་བསྡད་ཡོད། ངོར་ཀླུ་ལྡིང་མཁན་ཆེན་འཇམ་དབྱངས་བསྟན་པའི་ཉི་མ་མཆོག་ནི་ཆོལ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གཅིག་ལོར་ཡབ་ཤར་ཆེན་ཀླུ་ལྡིང་པ་བཀྲ་ཤིས་རྒྱལ་མཚན་དང་ཡུམ་དཔལ་སྐྱིད་གཉིས་ཀྱི་སྲས་སུ་སྐུ་འཁྲུངས་ཤིང། སྐུ་ན་ཕྲ་མོའི་དུས་ནས་རབ་ཏུ་བྱུང་ནས། དགེ་བའི་བཤེས་གཉེན་དུ་མའི་ཞབས་ལ་གཏུགས་ནས་མདོ་སྔགས་གཞུང་ལུགས་རིག་གནས་དང་བཅས་པ་གསན་བསམ་མཐར་ཕྱིན་པ་མཛད་ནས་དགུང་ལོ་ཉི་རྩ་བཞི་ཐོག་ངོར་མཁན་འདྲི་ཐོག་མར་གནང་བ་ནས་དགུང་གྲངས་བདུན་ཅུ་བར་ལོ་ཤས་མ་གཏོགས་མཁན་པོ་ཁྲི་པའི་ཐུགས་འགན་བཞེས་ཏེ་ཕྱི་ནང་གི་གདུལ་བྱ་གྲངས་ལས་འདས་པ་ལ་དབང་ལུང་མན་ངག་བཀའ་དྲིན་བསྩལ་ནས་ཆོས་ཀྱི་འཁོར་ལོ་རྒྱ་ཆེ་བསྐོར་གནང་མཛད་འདུག་རྡེ་ར་ལྡུན་ངོར་དགོན་པ་ནི་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་ཏིན་སི་ནོར་བཟང་ཡིན།
ཤར་ཆེན་ཀླུ་ལྡིང་མཁན་ཆེན་རྡོ་རྗེ་འཆང་མཆོག་འདས་ལོའི་ཕྱི་ཟླ་བཅུ་གཉིས་ཚེས་གཉིས་གསར་སྐྱེས་ཉིན་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་དགོངས་པ་ཆོས་དབྱིངས་སུ་ཐིམ་པ་ལྟར། དེ་རིང་བོད་ཟླ་བཅུ་གཉིས་ཚེས་གཉིས་གསར་དྲུག་དང་ཕྱི་ཟླ་གཉིས་པའི་ཚེས་བཅུ་དྲུག་ཉིན་གཟའ་སྐར་འཕྲོད་ཆོག་ཕུན་ཚོགས་ཟླ་སྟབས་བདུན་རྡོ་རྗེ་འཆང་མཆོག་གིས་ཕྱག་བཏབ་པའི་གདན་ས་ངོར་དཔལ་ཨེ་བམ་ཆོས་ལྡན་དགོན་དུ་སྐུ་གདུང་ཞུགས་འབུལ་གནང་འདུག་རྩ་བའི་སྐྱབས་རྗེ་ངོར་ཨེ་བམ་ཤར་ཆེན་ཀླུ་ལྡིང་མཁན་ཆེན་རྡོ་རྗེ་འཆང་མཆོག་དགོངས་པ་ཆོས་དབྱིངས་སུ་ཐིམ་ནས་དགུང་ཞག་ཞེ་དགུ་ཧྲིལ་པོ་མ་འགྲུབ་བར་དུ་གདན་ས་ངོར་མ་དགོན་དུ་སྐྱབས་མགོན་གོང་མ་ཁྲི་འཛིན་རྣམ་གཉིས་ཀྱིས་དབུས་པའི་མགོན་གདུང་རྣམ་པ། སྐྱབས་རྗེ་ངོར་དང་ཅོ་ཀེ་ཁྲི་པ་མཁན་རིན་པོ་ཆེ་རྣམ་པ། སྐྱབས་རྗེ་ངོར་ཞབས་དྲུང་རྣམ་པ་དབུ་བཞུགས་ཐོག་དགེ་འདུན་འདུས་པ་བརྒྱ་ཕྲག་དྲུག་ལྷག་གིས་མདུན་རེར་ངོར་ལུགས་དཀྱིལ་འཁོར་བདུན་དང་ཀུན་རིག་སྟེ། དཀྱིལ་འཁོར་བརྒྱད་ཀྱི་སྒྲུབ་པ་དངོས་རྟ་གསུང་རེ་དང་བླ་མཆོད་བསྐང་གསོ་བཅས་ཀྱི་སྒྲུབ་པ་གནང་སྟེ་དགོངས་རྫོགས་ཀྱི་མཆོད་འབུལ་སྨོན་ལམ་རྒྱ་ཆེ་ཚོགས་གནང་ཡོད་པ་རེད། དེ་རིང་སྐུ་གདུང་རིན་པོ་ཆེ་ཞུགས་འབུལ་གྱི་མཛད་སྒོའི་ཐོག་སྐྱབས་མགོན་གོང་མ། ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གི་དབུས། སྐྱབས་མགོན་གོང་མ་ཁྲི་འཛིན་རྣམ་གཉིས་ཁོན་མདུང་བསྣམས་པ། སྐྱབས་རྗེ་ངོར་དང་གཅོད་རྒྱལ་ཁྲི་པ་མཁན་རིན་པོ་ཆེ་བསྣམས་པ། སྐྱབས་རྗེ་ངོར་ཞབས་དྲུང་བསྣམས་པ། བོད་དབང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་དཔལ་མཆོག་གི་དབུས་པའི་སྲིད་ཚབ་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་རྣམ་གཉིས་གཙོས་བོད་མི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ། ས་སྐྱའི་སྤྱི་འཐུས་རྣམ་གཉིས་དང། དབུས་སྤྱི་འཐུས་ཁག་ཅིག་དེ་བཞིན་རྒྱ་གར་རྒྱལ་ཡོངས་གྲངས་ཉུང་མི་རིགས་ལྷན་ཚོགས་ཀྱི་ཚོགས་མི་ལྕམ་སྐུ་རིན་ཆེན་ལྷ་མོ་ལགས། རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ཚོགས་གཙོ་ཚེ་རིང་དབང་ཕྱུག་ལགས། ལ་དྭགས་ནང་ཚོགས་ཀྱི་ཚོགས་གཙོ་ཐུབ་བསྟན་ཚེ་དབང་ལགས། ལ་དྭགས་དགོན་ཚོགས་ཀྱི་ཚོགས་གཙོ་ཨཅཱརྱ་བསྟན་འཛིན་དབང་གྲགས་ལགས། གཞུང་དང་གཞུང་འབྲེལ་མིན་པའི་སྐུ་ཚབ་རྣམ་པ་སོགས་ཀྱིས་གཙོས་པའི་གཉུག་མར་གནས་པ་དང་གློ་བུར་དུ་ལྷགས་པའི་དད་ལྡན་མང་ཚོགས་ཁྱོན་ལྔ་བརྒྱ་ལྷག་དང་དགེ་འདུན་པ་གཅིག་སྟོང་ལྔ་བརྒྱ་ལྷག་བཅས་ལྷན་འཛོམས་གནང་འདུག། ཕག་མོ་རྒྱལ་ཞྭ་རྒྱལ་ལགས་ཏེ།